ཐོགས་བྱས་ཀུན་ལ་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་གཟིགས་ཐོག་གསུམ་གནས་སའི་སངས་རྒྱས་སྨན་གྱི་ལ་བིནྡུ་ར་ཡི་འོད་ལ་ཕྱག་འཚལ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། ཕྱོགས་བཞི་མཚམས་བརྒྱད་དུ་བཞུགས་པའི་བེ་རི་བིནྡུ་ཡོངས་ལ་གུས་པ་མོས་པ་བདག་རང་ངོས་ནས་འཚམས་འདྲི་སྐུ་ཁམས་བཟང་ཞུ་ཡ་ཡིན། ཨེ་ནི་གུས་པ་དེ་རིང་རྣམ་པ་ཚང་མ་ལ་རེ་བ། ཐུང་ཐུང་ཅིག་ཞུ་ཁ་བཅའ་བ་ཡིན་རྣམ་པ་ཚོས་འདི་ཡིན་གྱི་མིན་གྱི། རེ་བ་དེ་ཐུགས་ལ་བཞག་རོགས་གནང་ཞུ་ཡ་ཡིན། ཨེ་ནི་ད་ད་ད། སྤྱི་ལོ་གསར་པ་ཕྱག་ལ་ཉེ་བ་ཆགས་བསྡད་ཡོད་རེད། ད་ག་ནང་བཞིན་ཨེ་ནི། ཟླ་བ་གཅིག་གཉིས་བཞུགས་ལ་ང་རང་ཚོ་བོད་ཀྱི་ལོ་བཟང་སླེབས་ལ་ཉེ་བ་རེད་དེ་འདྲ་སོང་ཙང་རྣམ་པ་ཚང་མ་ལ་ཐོག་མར་གུས་པའི་སྐུ་ཁམས་བཟང་དང་སྨོན་ལམ་ཞུ་གི་ཡོད། ད་རེ་བ་དེ་ག་རེ་ཞུས་པ་ཡིན་ན། ཨེ་ནི་ད་ང་རང་ཚོ།

སྲོལ་རྒྱུན། ངན་པ་ཞོ་གཅིག་རེ་བཞག་སྲོལ་རྒྱུན་བཟང་པོ་དེ་འདྲས་མར་བཞག་ད་ལྟ་འཛམ་བུ་གླིང་སྤྱི་ཡོངས་ཀྱི་ད་འདི་ལ་ཞོ་གཅིག་བཀག་སྡོམ་གནང་གི་ཡོད་རེད་དེ། ད་ང་རང་ཚོ་ཆོས་དང་འཕྲོད་བསྟེན་གཉིས་ཀ་ནས་བཤད་པ་ཡིན་ན་རེད་བ། འཕྲོད་བསྟེན་གང་ནས་བཤད་པ་ཡིན་ན་མི་དབུགས་བསགས་མེད་པ་དང། རྨིས་སྐྱོག་པོ་ཡོད་ངེས་དང། པགས་པའི་ན་ཚ་ཡོད་ངེས་དང། ནི་མིའི་རླུང་གི་ན་ཚ་ཡོད་ངེས་དེ་ཚོའི་རིགས་ལ། ནི་དགྲ་བརྒྱད་པོ་དགྲ་འདི་ཀྱི་མིག་གི་རླུང་གི་ཕུག་ཏུ་ཡོང་ཡག་དང། ནི་དེ་ཀྱི་དུག་རྫས་དེ་ཀྱི་པགས་པའི་ན་ཚ་དབུགས་སངས་ཀྱི་ན་ཚ་མིག་གི་ན་ཚ་ལ་སོགས་པ། ད་ག་ནང་བཞིན་མཁའ་རླུང་སྤྱི་ཡོངས་ལ་ཞོ་ཅིག། ནུས་ཀྱི་ཡོག་རེད། དེ་འདྲ་སོང་ཙང་འདི་འཕྲོད་བསྟེན་རང་དང་ཐད་ཀར་འབྲེལ་བ་ཆགས་བསྡད་ཀྱི་འདུག་དེ་གཅིག། ངས་རྣམ་པ་ཚོ་ལ་ཞུ་འདོད་བྱུང་སོང་གཉིས་པ། ཆོས་ཕྱོགས་ནས་འབྲེལ་བ་གར་ཆགས་དགོས་ཡག་རེད་ཞུས་པ་ནི་ད་དགོན་སྡེ་ཁག་ནང་ལོགས་ལ།

དེ་འདྲ་སོང་ཙང་ད་ཁོང་ཚོའི་མཐུན། དེང་ཤུག་པགས་ནི་སྐད་དེ་གི་སྤྲོ་ཡིན་ན། ཨེ་ནི་ཁྱེད་རང་གི་མེ་ཚེ་གང། ཚོགས་དང་བསོད་ནམས་བསགས་པ་དེ་དངོས་གནས་ཀྱི་ཆུ་ཟོས་སུ་འགྲོ་གི་རེད་དེ་འདྲ་སོང་ཙང་ཨེ་ནི་ཤུག་པགས་འདིའི་རིགས་དེ་བེད་སྤྱོད་སྟངས་མོ་ཀོ་གཙོ་དོན་གནང་རོགས་གནང་འདི་ཞུ་ཡང་ཡིན་ལྷག་པར་དུ་ཨེ་ནི་སྤུ་གུ་ཚོ་ལ་སོ་སོའི་གཅེས་པའི་ཨེ་ནི་གཅེས་ཕྲུག་ཚོ་ལ་ཨེ་ནི་ཤུག་པགས་རིགས་འདི་གཙང་བར་ནས་པར་མོ་ཁོག་ཡག་དང་ཁོ་ཚོའི་ལག་དངུལ་གྱི་རིགས་རྩ་བ་ནས་རྨང་བྲལ་རོགས་ནས་ཤུག་པགས་ཉོ་ཡག་ག་ཟེར་ན་སྤུ་གུའི་ལག་པ་མཛུ་གུ་འཐོར་བ་མིའི་འཕྲོ་ལག་ཕྱིན་པ་ཨེ་ནི་ཁང་པ་ལ་མེ་འབར་བ་ལ་སོགས་པ་འདི་འདྲའི་གནས་ཚུལ་མང་པོ་ཞོར་ཞུ་ཡོང་གི་ཡོད་རེད་དེ་འདྲ་སོང་ཙང་ཨེ་ནི་ངས་རྒྱ་ཆེའི་གཟིགས་པ་པོ་ཡོངས་ལ་དེ་རིང་ལགས་གཉིས་མཁན་མོ་བྱ་ནས། སྤྱི་ལོ་གསར་ཚེས་དང་བོད་ལོ་གསར་ཚེས་གཉིས་ཀ་ལ་ཤུག་པགས་རབ་སོང་རབ་ལ་བྱུང་ན་བེད་སྤྱོད་རྩ་བ་ནས་མ་བཏང་རོགས་ན། ཨེ་ནི་གལ་སྲིད་ད་རྟེན་འབྲེལ་གྱི་ཆེད་དུ་ཡིན་པ་ཡིན་ན་གོང་ཆེན་པོ་མ་ཉོ་བྱེད་ཨེ་ནི་ཤུག་པགས་སྐད་ཙམ་ཡོད་པ་འོ་དེ་འདྲའི་ཨེ་ནི་གསུམ་བཞི་ཅིག་སྤར་ནས་ད་སྔ་རང་གི་འཐུས་པ་གནང་རོགས་ན། ཨེ་ནི་རྣམ་པ་ཚོ་ཤུག་པགས་ཉོས་ནས་རྒྱས་སྤྲོས་བྱེད་ཡ་དང་མཚན་སྙན་གྲགས་བཟོ་ཡ་ཡོད་པ་ཡིན་ན། ཨེ་ནི་ཉེ་འཁོར་ལ་གཡས་གཡོན་ལ་སྐྱོ་པོ་མང་པོ་ཞོ་བཅུ་ཡོད་རེད། འོ་རྣམ་པ་ཚོས་ཤུག་པའང་འགྲོ་སོང་མང་པོ་བཏང་ཡ་དངུལ་ཁྲི་དེ་ཁྲི་བཏང་ཡ་དེ་ཨེ་ནི་སྐྱོ་པོ་དེ་ཚོ་ལ་ཞལ་འདེབས་གནང་སྐྱོ་པོ་དེ་ཚོ་ལ་གོས་དང་ཟས་གསར་པ་སྦྱིན་པ་གནང་བཞག་ཞོ་འདི་ཨེ་ནི་ཚེ་འདི་ལ་ཁྱེད་རང་ཚོར་མཚན་སྙན་གྲགས་འཕེན་ཡ་དང་ཚེ་ཕྱི་མ་ལ་ཡང་ཚོགས་དང་བསོད་ནམས་བསགས་ཡ་གི་ཨེ་ནི་མཐུན་རྐྱེན་བཟང་པོ་ཆགས་ཀྱི་ཡོད་རེད་འདི་འདྲ་སོང་ཙང་དེ་ནི་རྣམ་པ་ཚང་མས་བོད་ཀྱི་ལོ་གསར་དང་ཕྱི་ལོ་གསར་ཚེས་གཉིས་ཀ་ལ་ཤུག་པགས་དེ་གང་ཉུང་ཉུང་རག་སོང་ར་ལོ་ཆུང་ན་བེད་སྤྱོད་མང་ན་རོགས་ན་གལ་སྲིད་ཏང་དགོས་དབང་ཏང་ཡིན་ནས་གང་ཉུང་ཉུང་ཅིག་བེད་སྤྱོད་གནང་རོགས་ན་བོད་ཕྱི་ནང་ཀུན་ལ་ཞུ།